བོད་གསེར་རྟ་བླ་རུང་སྒར་གྱི་མཁན་པོ་ཚུལ་ཁྲིམས་བློ་གྲོས་རིན་པོ་ཆེ་མཆོག་ནས་བོད་ཕྱི་ཕྱོགས་ཀྱི་བོད་མི་རྣམས་ལ་མདོ་དབུས་ཁམས་གསུམ་ལ་སོགས་པའི་ཆོལ་ཁའི་དབྱེ་བ་དང་འཐེན་འཁྱེར་རིགས་བྱེད་རྒྱུ་མེད་པའི་བཀའ་སློབ་ལམ་སྟོན་གནང་སོང། དེ་ནི་དུས་ཐོག་ལ་ད་རུང་ང་ཚོ་འདི་ཕྱི་ལོགས་ལ་ང་ཚོ་ནང་ལ་མེད་པ། ཕྱི་ལོགས་ལ་ཡོད་པ་གང་རེད་ང་ཚོ་མདོ་དབུས་ཁམས་གསུམ་ཟེར་ཡ་ད་དེ་འདྲའི་གི་རྙོག་དྲ་ཟིག་དེ་འདྲའི་བཤད་ཀྱི་འདུག་བ། ད་དེ་རྩ་བ་ནས་གཞི་ནས་མེད་པ་བྱེད་དགོས་རེད། དེ་འདྲའི་གི་སྐོར་དེ་ལ་བསམ་བློ་རྩ་བ་ནས་མ་བཏང་རོགས་གྱིས་དང། དེ་ང་ཚོ་ནང་ལ་ཡང་དེ་འདྲའི་ཟི་ཙི་མེད་ན་དེ་ནས་ཕྱི་ལོག་ལ་ཡོང་ནས་མི་ལོང་པའང་ནང་ཡོང་ནས་དེ་ནས་ང་ཚོ། རྩོད་པ་རྒྱབ་མར་དགོས་ས་ལ་རྩོད་པ། ཆགས་སྡང་བྱེད་མི་དགོས་ས་ལ་ཆགས་སྡང་གསར་བ་བཟོ་ནས། དེ་དགོས་ཡ་རྩ་བ་ནས་མི་འདུག་བ། དེ་ཡང་བོད་ཤར་ཆོས་གསེར་རྟ་བླ་རུང་སྒར་ཆོས་སྒར་གྱི་མཁན་པོ་ཚུལ་ཁྲིམས་བློ་གྲོས་རིན་པོ་ཆེ་མཆོག་ཨ་མི་རི་ཀའི་གྲོང་ཁྱེར San Francisco ཉེ་འདབས་སུ་ཆགས་པའི་ཨ་ལ་མི་ཏྲ་ནང་དུ་ཞབས་སོར་འཁོད་ནས་ཁུལ་དེའི་ནང་དུ་ཡོད་པའི། རྙིང་དགོན་ཨོ་རྒྱན་རྡོ་རྗེ་གདན་ཆོས་ཚོགས་སུ་བོད་མི་དང་ཕྱི་རྒྱལ་བ་བཅས་མི་གྲངས་ཉིས་བརྒྱ་ལྷག་ལ་ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་གྱི་དགོང་མོ་བླང་དོར་གྱི་བཀའ་སློབ་བཀའ་དྲིན་སྩལ་གནང་བའི་སྐབས་སུ། བོད་མི་རིགས་ཀྱི་སྲོག་རྩར་གྱུར་པའི་སྐད་ཡིག་དང་མི་རིགས་ཀྱི་བསམ་ཚུལ་དེ་མ་དོར་བ་བྱེད་རྒྱུ་ནི་མི་རབས་དང་པོ་དང་གཉིས་པ་གསུམ་པ་བཅས་སུ་དབྱེ་ནའང་སྟེ་མི་རབས་དང་པོ་ལ་འགན་ཆ་ཚང་ཡོད་པའི་སྐོར་ལ་ལམ་སྟོན་གནང་བ་དང་དེ་ནས་བོད་མི་སྐྱབས་བཅོལ་བ་རྣམས་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གནས་པའི་སྐབས་སུ་ཡུལ་ཁྲིམས་བསྲུངས་ནས་ཡུལ་གྱི་གོམས་སྲོལ་ལ་བརྩི་བཀུར་བྱེད་དགོས་པའི་སྐོབ་ལ་ལམ་སྟོན་གནང་བ་མ་ཟད་བོད་མི་ནང་ཁུལ་རྡོག་རྩ་ཆིག་སྒྲིལ་གྱི་ཐོག་ནས་མཉམ་གནས་བྱེད་པ་ཡིན་ན་ཕན་རླབས་ཆེན་པོ་ཡོད་པའི་སྐོར་ལ་བཀའ་སློབ་གནང་སོང། དེ་ནས་ཁྱད་པར་དུ་དེ་ནས་དག་ད་མི་ལོང་པའང་སྣང་ལ་ཐོན་ཚར་ཏེ། སྔ་མ་དེ་ནས་ཏིན་ཏིག་འི་ཅིག་ཤད་ཀྱི་ཏིན་ཏིག་ཤད་ཀྱི་གཏམ་གྱི་ཏིན་ཏིག་ཡོད་ན་ཡང་ད་ང་ཚོ་ཚང་མ་མེད་པར་བྱས་ནས་ཚང་མ་འབྲུག་པ་འཐོམ་འབྲུག་པོ་འཐོམ་པོ་རོགས་དགོས་འདུག་བ། དེ་བཟོ་མ་ཐུབ་ན་ཏིན་ཏིག་གསར་བ་བཟུང་ནས། ཆགས་སྡང་གསར་བ་དེ་ནས་ལྷུང་ནས་དེ་ནས་ཁྱོད་ང་ཟེར་དེ་ནས། ད་དཔེར་ན་ང་ཚོ་དེ་ས་ཆ་ཁ་ཤས་ལ་ཡོད་ན་དཔེར་ན་ས་ཆ་འདི་ལ་བར་ཆད་དེ་འདྲས་ཡོད་ས་རེད་དེ་ཨ་མདོ་ཡིན་ན་ཨ་མདོ་ཚོ་མཉམ་དུ་ཨ་ཡ། དེ་ཁམས་པ་ཡིན་ན་ཁམས་པ་མཉམ་དུ་དེ་དབུས་གཙང་ཡིན་ན་དེ་མཉམ་དེ་འདྲས་དུ་བརྩེ་བ་ནས་འགྲིག་གི་མ་རེད་ཟེར། ད་ཁྱོད་ཚོ་དེ་འདྲས་བློ་ཕམ་ཡ་དང་དེ་ནས་ཡིད་ཆད་ཡ་དེ་འདྲས་ཀྱི་ལས་ཀ་ལས་ཡོང་ན་བརྩེ་བ་ལས་ཡག་པོ་མི་འདུག། མཁན་ཆེན་ཚུལ་ཁྲིམས་བློ་གྲོས་རིན་པོ་ཆེ་མཆོག་ནས་ད་དུང་མུ་མཐུད་ཆོས་ཚོགས་དང་ཕྱི་རྒྱལ་ཡུལ་གྲུ་ཁག་ན་གནས་སྡོད་བོད་མི་རྣམས་ཀྱི་དབར་ལ་འབྲེལ་ཐག་རྒྱང་རིང་དུ་གནས་ཡོད་པ་དེ་ཐག་ཉེ་རུ་གཏོང་དགོས་པའི་བཀའ་སློབ་གནང་བ་དང་ཆབས་ཅིག་སྐྱ་བོ་མི་སྐྱའི་ནང་དུ་ས་དགེ་བཀའ་རྙིང་ལ་སོགས་པའི་ཆོས་བརྒྱུད་ཀྱི་དབྱེ་བ་སོགས་བགྲངས་ནས་འཐེན་འཁྱེར་རེ་བྱེད་རྒྱུ་མེད་པའི་ལམ་སྟོན་ཤུགས་ཆེ་གནང་སོང། དེ་ནས་དེ་ཡིན་ན་ཁྱེད་ཚོ་མི་སྐྱ་ཕོ་མོ་དེ་ངོ་ནས་བཤད་ན་ང་ཚོ་རྙིང་མ་དང་དགེ་ལུགས་འདྲ་དེ་ནས་གཅིག་ཏུ་ས་སྐྱ་བཀར་གྱི་དེ་འདྲའི་གི་སྐད་ཆ་རྩ་བ་ནས་བཤད་ཀྱི་ཡོད་མ་རེད་ཟེར་ཚང་མ་གཅིག་པ་རེད་དེ། དེ་ནི་དེ་དེ་འདྲའི་ཞིག་ང་ཚོ་བོད་ལ་དེ་འདྲའི་བཤད་ཀྱིན་འདུག་བ་དེ་ག་རེ་ཟེར་ན་དེ་ང་ཚོ་མཁས་པ་ཚོ་ཨོ། ད་དགེ་ལུགས་ཀྱི་ཡིན་ན་དགེ་བཤེས་ཡང་དག་དང་རྙིང་མ་བ་ཡིན་ན་མཁན་པོ་ཡང་དག་ཁོ་ཚོ་ལྟ་བ་དག་ནི་དེ་ནི་རིགས་པའི་གཞུང་ལུགས་ཀྱི་ཐོག་ནས་ཅིག་དེ་ཚོ་བཤད་ལུགས་ཚོ་དེ་ནི་དེ་ཚོ་འདྲ་མི་འདྲ་དེ་འདྲ་རེད་མ་གཏོགས་པ། དེ་ནི་ཉམས་ལེན་གྱི་ཐོག་ལ་ཚང་མ་གཅིག་པ་ཞིག་ཀྱང་རེད། མཁན་ཆེན་ཚུལ་ཁྲིམས་བློ་གྲོས་རིན་པོ་ཆེ་མཆོག་ནས་ད་དུང་མུ་མཐུད་བོད་མི་རྣམས་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གནས་པའི་སྐབས་ལ་བོད་མི་རིགས་ཀྱི་ཁྱད་ནོར་དུ་གྱུར་པའི་བྱམས་སྙིང་རྗེ་ཡི་རྒྱབ་རྟེན་ཅན་གྱི་རིག་གཞུང་ཁྱད་པར་དུ་འཕགས་བ་ཞིག་ཡོད་པ་དེ་མི་ཉམས་རྒྱུན་འཛིན་བྱེད་པའི་ཐོག་ནས་འགྲོ་བ་གཞན་ལ་ཕན་རླབས་ཆེ་ཡོད་ཐོག་ལ་བསམ་བློ་ཞིག་གཏང་རྒྱུ་ནི་ཤིན་ཏུ་ནས་གལ་འགངས་ཆེན་པོ་ཡིན་པའི་སྐོར་ལ་དཔེ་མཚོན་མང་དག་ཅིག་དང་ལུང་འདྲེན་གནང་སྟེ་ལམ་སྟོན་གནང་སོང། སྤྱིར་མཁན་ཆེན་ཚུལ་ཁྲིམས་བློ་གྲོས་རིན་པོ་ཆེ་མཆོག་ནས་ད་བར་དུ་རྒྱ་ནག་དང། བོད། མ་ལེ་ཤི་ཡ། སིང་ག་པུར་བཅས་གྲོང་ཁྱེར་ཆེ་ཁག་མང་དག་ཅིག་གི་ནང་དུ་སློབ་ཁྲིད་གནང་ཡོད་པ་དང། ད་བར་དུ་བོད་ནང་ལ་དབྱར་དུས་རིང་གཡག་དང་ར་ལུག་སྒོ་ཕྱུགས་སེམས་ཅན་ཤེད་ལ་ཕབ་པའི་དུས་སུ་སྲོག་བླུ་ཚེ་ཐར་རྒྱ་ཆེ་གནང་ཡོད་ཅིང་ད་བར་དུ་ཚེ་སྲོག་ས་ཡ་མང་པོ་ཚེ་ཐར་གཏོང་བའི་ལས་གཞི་སྤེལ་གནང་ཡོད་པ་མ་ཟད། བོད་ཀྱི་རིག་གཞུང་བདག་ཉར་རྒྱུན་འཛིན་ཡོང་ཐབས་སུ་དམིགས་ནས་བོད་ཀྱི་ས་ཁུལ་མང་པོའི་ནང་དུ་དཔེ་མཛོད་དང་སློབ་གྲྭ་མང་དག་ཅིག་གསར་འཛུགས་གནང་ཡོད་རེད་ལ་མཁན་པོ་ཚུལ་ཁྲིམས་བློ་གྲོས་མཆོག་གིས་སྔར་མཁན་པོ་འཇིགས་མེད་ཕུན་ཚོགས་མཆོག་གི་དྲུང་ནས་ནང་ཆོས་གསན་བསམ་རྒྱ་ཆེ་གནང་བ་དང་མཁན་པོ་འཇིགས་མེད་ཕུན་ཚོགས་མཆོག་གིས་ཕྱག་བཏབ་པའི། བོད་གསེར་རྟ་བླ་རུང་སྒར་གྱི་ངེས་སྟོན་པས་ཐུགས་ཁུར་བཞེས་མུས་སུ་ཡིན་པ་རེད། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་ཨ་རི་ནུབ་རྒྱུད་ས་ཁུལ་བཀྲ་ཤིས་དབང་ཕྱུག་གིས་ཀལ་ཧྥོར་ནེ་གྲོང་ཁྱེར San Francisco ནས།